ལྷན་རྒྱས་སྐུ་ཁམས་བཟང་རྣམ་པ་ཚང་མ་ཚང་མ་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་དེ་རིང་ཡང་དེ་དེ་རིང་ཡང་བརྙན་ཐུང་ཐུང་ཐུང་ཅིག་བཟོས་ཀྱི་ཡོད་ཨ་ནི་བརྙན་ཐུང་ཐུང་ཐུང་འདིའི་ནང་ལ་ནང་དོན་གཙོ་བོ་ག་རེ་རེད་ཞུས་པར་ཉེ་ཆར་སྤྱི་ཟླ་བཅུ་བའི་གི་ཕྱི་ཚེས་བཅུ་བདུན་ཉིན་ནས་ཡང་ལྡི་ལི། རྒྱ་གར་རྒྱལ་ས་ལྡི་ལི་གི་ཨ་ནི་མ་བྱུང་དྲི་ལའི་ནང་ལོགས་ལ་ཡང་ཨ་ནི་རྒྱ་མི་གི་སོ་པ་ཅིག་རྒྱ་གར་གཞུང་གི་འདུག་ཅེས་རྒྱ་གར་ཉེན་རྟོག་པས་འཇུ་བཟུང་བྱས་པའི་གནས་ཚུལ་ཅིག་དྲ་ལམ་གང་ལ་འདུག་ཐོན་ཡོད་རེད་རྣམ་པ་ཚོ་མང་པོ་ཅིག་གིས་མཁྱེན་གྱི་ཡོད་རེད་མང་པོ་ཅིག་གིས་གཟིགས་ཡོད་རེད། དེ་དང་འབྲེལ་བའི་ཐོག་ནས་ད་རང་ཤོད་ཀྱི་རྒྱ་གར་གྱི་ས་ཁང་ཆེ་ཤོས India Today Group NIH དག་ནང་ལོགས་ལ་ཡང་དེ་དང་འབྲེལ་བའི་གནས་ཚུལ་གསར་བ་ཞིག་དེ་ན་ལ་ཐོན་ཤར་སོང་ཙང་ཡིན་དེའི་ནང་པ་ཚོ་ལ་ཡང་ངོ་སྤྲོད་ཞུས་པ་ཡིན་ན་གཅིག་བྱས་ན། ང་ཚོ་བོད་པ་མང་པོ་ཅིག་གིས་ཡང་དེའི་ཐོག་ལ་དོ་སྣང་ཡོད་པ་དང་ལྷག་པར་དུ་ད་འབྲེལ་གྱི་གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་རྒྱལ་བ་རིན་པོ་ཆེའི་སྐུ་ཕྱྭ་དང་འབྲེལ་བའི་གནད་དོན་དང་ང་རང་ཚོ་བོད་དོན་འཐབ་རྩོད་དང་འབྲེལ་བའི་གནད་དོན་བཅས་ལ་ཐུགས་ཁུར་ཡོད་པ་སོང་ཙང་ངས་དེ་ཞུས་པ་ཡིན་ན་ནང་པ་ཚོ་ལ་ཐུགས་ཕན་གསོས་ཀྱི་རེད་བསམ་བྱས་ངས་དེ་གནས་ཚུལ་ཐུང་ཐུང་ཅན་རྣམ་པ་ཚོ་ལ་གློ་བུར་དུ་དུ་ཞུ་གོ་ཐུག་སོང། ད་གནས་ཚུལ་དེ་ག་རེ་རེད་ཞུས་པ་ཡིན་ན་རྩ་བའི་རྒྱ་རྒྱ་མི་གི་གསོ་བ་དེ། ཕ་ཡུལ་གི་མི་སེར་གྱི་ལག་ཁྱེར་ཁྱེད་ཆེད་རྩ་བའི་རྒྱ་རྒྱ་མི་ཡིན་པ་ཡིན་ན་ཡང་ཕ་ཡུལ་མི་སེར་གྱི་ལག་ཁྱེར་ཁྱེད་ཆེད། ཨ་མོ་རང་གི་མིང་ལ་ཡང་སྒྲོལ་མ་བླ་མ་ཞེས་མིང་འདུག་ཁྱེད་ཆེད་ཨ་ནི། མ་བྱུང་བཀྲིས་ལན་ནང་ལོགས་ལ་ཡང་འདུག་རྒྱ་གར་ཉེན་རྟོག་པའི་འཇུས་ཡོད་རེད། ཨ་རྒྱ་གར་ཉེན་རྟོག་པས་མོ་རང་འཇུ་བཟུང་བྱེད་པའི་སྐབས་སུ་ཡང་མོ་རང་གི་ད་ཆས་འབྲེལ་དེ་རྩོད་མེད་བྱེད་འབྲེལ་ཡོད་པ་དང། བཙུན་མོའི་ཆེད་སྤྲས་ཡོད་པ་དང་ནི་བྱིངས་པ་ལ་འདུག་ཅེས་ཕྲག་སྔ་ཕྱི་ཁྱོན་ཡོད་པ་རྣམ་པ་ཚོ་མོ་རང་གི་པར་འདི་རྣམ་པ་ཚོ་ཕྲག་དོག་ལ་འདུག་ཟེར་གྱི་ཡོད་ལ་རྒྱ་གར་ཟ་ཁང་ནང་མཐོང་གི་ཡོད་རེད། ད་མོ་རང་རྒྱ་གར་གྱི་ཉེན་རྟོག་པས་ཀྱི་ཕྱི་ཟླ་བཅུ་པའི་ཕྱི་ཚེས་བཅུ་བདུན་ཉིན་མོ་འདུག་བྱོས་ཤག་ད་དེ་ནས་དེ་རིང་བར་དུ་ཉིན་མ་ཁ་ཤས་ཕྱིན་དེའི་བར་ད་ཉེན་རྟོག་པས་ཡར་མར་དྲི་རྩད་བྱས་པའི་གནས་ཚུལ་གནས་ཚུལ་ཁག་དེ་ཀྱི་ཕྱོགས་བསྒྲིགས་བྱས་ཡོད་འདུག་ད་འདི་ན་ག་རེ་ཐོན་གྱི་འདུག་ཞུས་པ་ཡིན་ད་མོ་རང་རྒྱ་གར་ནང་ཡོང་དགོས་དོན་གཙོ་བོ་གཅིག་དེ། ཨ་རེ་མོ་རང་དོན་དངོས་ལ་ཡང་ཧི་མ་ཅལ་ཁུལ་དེ་བས་ན་ང་རང་དང་རྫོང་གསར་བཤད་གྲྭ་ལ་ཕྱིན་ཐུབ་དགོས་པའི་ནང་ལ་ཡང་མོ་རང་རྫོང་གསར་བཤད་གྲྭ་ལ་ཕྱིན་བཞག་རྫོང་གསར་བཤད་གྲྭ་ནང་ལ་ཕྱིན་རྗེས་ཉིན་མ་བེད་སྤྱོད་དེ་འདྲ་རྒྱ་གར་གསར་ཁང་གིས་བཤད་ཡོད་བྱས་པ་ཡིན་ན་ཉིན་མ་བཅུ་བཞི་ཙམ་གྱི་རྫོང་གསར་བཤད་གྲྭ་ལ་གཡས་གཡོན་དེ་བར་བསྡད་རྗེས་ག་འདྲ་ནང་ཆོས་སྦྱང་གི་ཡོད་པའི་རྣམ་པ་རྣམ་པ་རྣམ་པ་ཚུལ་རྣམ་པ་བསྟན་བྱས་འདུག་བསྡད་པ་བསྡད་པའི་གནས་ཚུལ་ཅིག་འདུག་ཞུ་བའི་ཅིག་ད་ལྟ་མོ་རང་གིས་འབོད་བརྩོན་འགྲོ་གི་འདུག་ག་ཚོད་ཐུག་ཐུག་གི་ཡ། ང་རང་ཚོ་བཞུགས་སྒར་རྡ་རམ་ས་ལ་ཆོས་བ་ལ་ཡང་འགྲོ་ཡས་ཀྱི་འབད་བརྩོན་འགྲོ་བ་བྱས་བསྡད་ཀྱི་འདུག་ད་དེའི་འགྲོ་དགོས་རྒྱུ་མཚན་དེ་ག་རེ་རེད་ཞུས་པ་ན་རྒྱ་གར། ད་རྒྱ་གར་ཉེན་རྟོག་པ་རེད་ད་ད་རྒྱ་གར་ནས་ཀྱི་མཁས་དབང་དེ་འདྲས་ཀྱི་གསུང་ཡ་བྱས་པ་འདི་མི་གཙོ་བོ་འདི་ད། མ་འོངས་པ་གོང་ས་མཆོག་གི་སྐུ་ཡང་སྲིད་དེ། ཨ་དེ་ཡི་ཐོག་ལ་ཡི་ད་ག་འདར་བོད་པའི་ངོ་ནས་ད་གོང་ས་མཆོག་གི་ཡང་སྲིད་ག་འདྲས་ཤིག་ཕེལ་བ་ཡིན་པ་ཡིན་ན་ཡང། རྒྱ་ནག་གི་ངོ་འཛིན་བྱས་པ་ནི་དེ་ལ་བོད་པའི་ངོ་ལན་རྩ་བ་ཡིན་ན་བྱེད་ཀྱི་མ་རེད་ཟེར་ཡིན་པ་ཡིན་ན་ཡང། འཛམ་བུ་གླིང་ནང་ལོགས་ལ་ཡང། ཞུ་མཁན་གྱིས་ད་ག་འདྲ་ཞུ་མཁན་བཏང་བ་དེ་འདྲའི་གྱི་ཐོག་ལ་གནས་ཚུལ་ཉམས་ཞིབ་བྱེད་ཅིག་ད་གཉིས་ནས་ད་ང་ཚོ་དུས་རྒྱུན་དུ་རྡ་རམ་ས་ལ་འདི་ན་མ་གནས་ཁྲིད་ཆེད་བོད་དོན་ཐོག་ལ་འཐབ་རྩོད་གྱི་ལས་གུས་མང་པོ་ཅིག་རྡ་རམ་ས་ལ་ན་འགོ་བཙུགས་ད་ག་འདྲ་གཞོན་ནུ་གཙོ་བོ་བྱས་ཀྱི་དེའོ་སོང་ཚ་ཡིན་ན་མ་ཡོང་གི་ཡོད་དུས་ད་ང་ཚོ་ཚོང་དུས་ཁག་མང་པོ་བྱས་ཀྱི་ཚོགས་དེ་གོ་རོ་སོང་ཚ་དེ་འདྲའི་གྱི་ལས་གུས་ནང་ལ་འགོ་རྐྱེན་བཟོས་ད་དེ་དང་འབྲེལ་བའི་ལས་གུས་ཁག་གི་ད་ཅིག་ཆ་ཤས་ག་འདྲ་ག་འདྲ་མི་དེ་གའི་དེ་གནས་ཚུལ་བསྡུ་རུབ་བྱེད་དུས་ད་ལྟ་མོ་རང་མོའི་གཙོ་བོ་དེ། དེ་རེས་བཅས་རྒྱ་གར་གྱི་ད་སིནྡ་ཉེན་རྟོག་པས་ཀིརྟི་གསུང་གི་དུས་ལ་ད་ག་ན་བཞིན་རྒྱ་གར་གྱི་ད་ཉམས་ཞིབ་པ་ཚོས་ད་ག་རང་གསུང་དེ་གསུང་ས་ད་ག་འདིར་ཨ་ནེ་མོ་རང་རྫོང་ས་ཤེ་དྲ་ནང་ལོགས་ལ་ཡང་ནང་ཆོས་སློབ་སྦྱོང་བྱེད་ཀྱི་ཡོད་པའི་རྣམ་པ་ཚུད་ཅེས་ས་ཤེ་དྲ་ནང་ལོགས་ས་ན་ཤེ་དྲ་ཡོད་ཡོད་འདི་བར་དུ་བསྡད་བཞག་ཨ་ཅེ་ད་འདི་སུའི་ལག་གི་དུ་ཞུ་བ་ཡིན་ན་ང་རང་ཟེར་ཧི་མ་ཅལ་མ་འདྲི་ཧེ་རོ་མ་འདྲི་གི་ཉེན་རྟོག་པས་ཀིརྟི་འདྲེ་ཅེས་གསུང་གི་འདུག་ར་འདི་གཅིག་རེད་སྤྱི་བཏང་གི་ཨ་ནེ་འདི། མོ་རང་གི་མིང་ལ་ད་ལྟ་རྒྱ་གར་ལ་བསྡད་པའི་སྐབས་སུ་མོ་རང་གི་མིང་དེ་ལ་སྒྲོལ་མ་བླ་མ་ཟེར་མོ་རང་གི་མིང་དེ་འདུག་སྡུག་ཡིན་པ་ཡིན་ན་མོ་རང་མིང་ངོ་མ་དེ་ཀེ་རུས་ལེགས་འདུག་སི་ཨེ་ཨའི་ཆེ་ཨར་ཡུ་ཨེས་ཀེ་རུས་ད་ཅའི་རུས་ག་འདྲེ་སི་ཀློག་དགོས་ཡིན་ན་ག་འདྲེ་འདུག་ཇི་རེ་ཞང་བརྩེ་བའི་མོ་རང་ལོ་བཞི་བཅུ་ཞེ་བཞི་ཡིན་པ་དང། ལོ་བཞི་བཅུ་ཞེ་བཞི་ཡིན་པ་དང་མོ་རང་ཐོག་མར་རྒྱ་གར་ལ་ལས་ཡོད་དེ་ཉིས་སྟོང་བཅུ་དགུ། ཉིས་སྟོང་བཅུ་དགུ་ནང་ལ་འདུས་བྱས་རྒྱ་གར་ལ་སླེབས་ཟིན་པའི་གནས་ཚུལ། སླེབས་ཡོད་པ་དང་དེ་ནས་མུ་མཐུད་ནས་འདུས་རྒྱ་གར་ནང་ལ་བསྡད་བསྡད་བ་དང་གཙོ་བོ་ལྡི་ལི་ལ་བསྡད་བསྡད་ཡོད་པ་དང། དེ་ནས་ཡང་ད་རྒྱ་གར་གྱི་ཁ་ལོ་ཧི་མ་ཅལ་ཕྱོགས་ལ་ཡང་སེང་ཨེ་སི་འདུས་འགྲོ་བསྡད་ཀྱི་ཡོད་པའི་གནས་ཚུལ་ཅིག་ད་ཉེན་རྟོག་པས་ཀྱིས་རྩད་གཅོད་བྱས་པའི་བརྒྱུད་ནས་འདུས་ཐོན་ཡོང་གི་འདུག་ཞུ་བས་ཡིན། ད་དེ་ལྟར་དྲི་བའི་ཐོག་ནས་ད་རྒྱ་གར་ཉེན་རྟོག་པས་མོ་རང་ལ་ཡ་ཁམས་ཇུས་བཏགས་ཉེན་རྟོག་པས་ཀྱིས་མི་ག་འདྲ་ཞིག་འཇུས་པ་ཡིན་ན་འཇུས་ཚེ་བས་ཀྱིས་ལ་དེ་ལ་ནག་ཉེས་ཀྱིས་བཙུགས་དགོས་འོར་སོང་ཙང།

རྒྱ་ནག་ནས་ཚུགས། ག་ལ་བ་དང་ནང་ཆོས་སློབ་སྦྱོང་བྱེད་ག་རང། དུ་བྱས་རྒྱ་གར་ལ་ཡོང་བསྡད་པ་བཞིན་ཡིན་མ་གཏོགས་དེ་འདྲའི་གལ་མེད་བསམ་དེ་ཙམ་མ་ཡིན་པར་རྒྱ་ནག་དམར་ཤོག་གི་མི་སྣ Communist Party གི་མི་སྣ་དེ་འདྲ་ཁ་ཤས་ཅིག་གིས་ང་རང། མོ་རང་བསད་འདོད་ཀྱི་འདུན་པ་ཡོད་པ་དང་ཟས་ཀྱི་ཆ་ཤས་དེ་འདྲ་ཡོད་རེད་ཅེས་མོ་རང་གིས་རྒྱ་གར་ཉེན་རྟོག་པར་དེ་འདྲ་གསུངས་ཞེས་ད་བཤད་ཞེས་ད་དེ་ཚོ་ག་རེ་ཡིན་མིན་དེ་རྒྱ་གར་ཉེན་རྟོག་པའི་སྤྱི་དམངས་གནས་ཚུལ་མཛུབ་སྟོན་བྱས་ཡོང། དབྱིན་ན་རྒྱ་གར་གྱི་ཉེན་རྟོག་པ་དང་ཁོ་ན་ཚོ་ག་རེ་བཤད་ཀྱི་འདུག་ཞུ་མི་སྤྱི་བཏང་གིས་འཛམ་བུ་གླིང་ནང་ལ་ཧོ་ནི་ཏྲེབ་སེ་ཇོ་རྣམ་པ་ཚོ་ཁེངས་ཀྱི་རེད་ཧོ་ནི་ཏྲེབ་སེ་འདུག་ག་ལ་བུ་མོ་མཛེས་མ་དེ་འདྲ་ནི་སོ་བ་གི། དོན་ངོ་མ་ལ་སོ་བ་ཡིན་པ་གང་ཤེས་ལ་བུ་མོ་མཛེས་མའི་གི་རྣམ་པ་དེ་འདྲ་སྤྲད་བྱས་ན་འཛམ་བུ་གླིང་ག་བ་ག་ས་དུ་བཏང་ཡོང་གི་རེད་སོ་བ་དེ་འདྲ་ཞིག་ད་རྒྱ་གར་ཡི་པ་ཀི་སི་ཐན་བ་ར་དེ་འདྲ་ཡོང་གི་ཡོད་རེད། ད་རྒྱ་ནག་གི་བཏང་གོ་ཨ་རི་དང་འཛམ་བུ་གླིང་ཚང་མ་གི་དེ་འདྲ་བཏང་ཡ་ལུགས་སོ་ཅོ་ཧོ་ནི་ཏྲེབ་སེ་འདུག་ག་མཛེས་མའི་མགོ་སྐོར་བ་ལ་ཚུད་བ་སི་ད་དེ་འདྲ་གི་ལ་ཧོ་ནི་ཏྲེབ་སེ་ཆ་ཞིག་ལེན་གི་ཡོད་རེད། ད་ལྟའི་རྒྱ་ནག་ཡ་ནི་རྒྱ་གར་འདུ་བྱས་བཏང་ཡོང་བ་དེའི་ཆེད་དུ་རྒྱ་ནག་གི་དུས་ནས་དུས་སུ་བུ་མོ་མཛེས་མ་དེ་འདྲ་ལ་ནི་སློབ་སྦྱོང་སྤྲད་བྱས་ནས་རྒྱ་གར་ནང་འདུ་བཏང་ཡོང་གི་ཡོད་རེད་སོང་ཙང་དེ་ཚོ་འདིའི་གྲས་གཅིག་རེད་སོང་ཙང་མི་ཚང་མས་ཀྱིས་གཟབ་གཟབ་བྱེད་དགོས་ཡོད་དམིགས་བསལ་གྱིས་ད་རྒྱ་གར་ཁོ་རང་ཚོ་ཤེས་བྱ་དམིགས་བསལ་ཡང་དགོན་སྡེ་ཁག་ཚོས་གཟབ་གཟབ་བྱེད་དགོས་རེད་དགོན་སྡེ་ཁག་ཚོ་ལ་ཁག་དཀྲིས་བྱས་ཨ་ནི་རྒྱ་ནག་ཡིན་ན་ཐེ་ཝན་ཡིན་ན་ད་ག་སིང་ག་པོ་ག་མ་ལེ་ཤ་ག་བ་ག་ས་ནས་ཅིག་བུ་མོ་ཡིས། བུ་མོ་མང་པོ་ཞི་བའི་ཕྱིར་སྙིང་རྗེ་བ་མང་པོ་ཞི་བའི་ཕྱིར་ཡང་ནི་དུས་སུ་རྒྱ་མིའི་གསོ་བ་དེ་འདྲ་བཏང་ཡོང་གི་ཡོད་རེད་ཟུར་སོགས་ལ་དགོན་སྡེ་ཁག་གསར་བཟོ་བྱེད་དགོས་རེད་ཟེར་ཅིག་དང། ཨ་ནི་ཁོ་རང་ཚོ་ཤེས་ཡ་བྱེད་པ་ན་དེ་ཡི་ཐོག་ལ་དགོན་སྡེ་ཁག་གི་ཐོག་ནས་འཐུས་ཤོར་དེ་འདྲ་ཕྱིན་ཡོད་པ་ཡིན་ན་དགོན་སྡེ་ཁག་ལ་ཡིན་པ་ཡིན་ན་རྒྱ་གར་ཤུལ་ད་ཉེན་རྟོག་པ་ཚོས་ཀྱིས་ཡང། གང་ལྟར་ཁྲིམས་དང་མཐུན་པའི་ཐོག་ནས་ལག་ལེན་ག་རེ་བསྟར་དགོས་དགོས་ཡོད་ན་ཡང། དོ་བསྟར་གྱི་ཡིན་ཅེས་དེ་འདྲ་རྒྱ་གར་གྱི་ས་ཁང་ཚོས་བཤད་ཡོང་སོང་ད་ལྟ་བཤད་ས་གཙོ་བོ་ག་བ་ཞིག་གི་དུ་ཞུགས་ན་རྒྱ་གར་ས་ཁང་ཨ་ཞི་དར་ད་ཨ་ཞི་དར་སོགས་ནི་རྒྱ་གར་ཨིན་དྲའི་འགྲོ་གྲའི་འགོ་རུབ་ཀྱི་ད། ད་རྒྱ་གར་ས་ཁང་ཆེ་ཤོས་ཟེར་ན་མ་འགྲིག་པ་གལ་ཡོད་མ་སོང་ཙང་འདི། ངའི་ཉིན་རྣམ་པ་ཚོ་ལ་འདི་གཅིག་དེ་རིང་གི་ད། འདུ་ཞུ་གནང་བསམ་སྤྱི་བཏང་གི་དེ་འདྲ་རྒྱ་གར་ཉེན་རྟོག་པས་མོ་རང་བརྗོད་ཡུལ་དུས་ཚོད་དེ་ག་དུས་བརྗོད་ཞུས་པ་ནི་སྤྱི་ཟླ་བཅུ་བའི་གི་ཕྱི་ཚེས་བཅུ་བདུན་ཉིན་ལ་བརྗོད་པ་འདི་དུས་ཚོད་གནས་སྟངས་ག་འདྲ་ཆགས་འདུག་ཞུས་པ་མོ་རང་འདི་ནས་ད། ལྡི་ལི་ནས་ཕ་ཕ་ཡུལ་ལ་ཡར། འགྲོ་བའི་གི་འཆར་གཞི་བསྒྲིགས་བསྡད་པའི་དུས་ཚོད་ཅིག་ལ་མོ་རང་རྒྱ་གར་བཞུགས་ཀྱི་འདུག་བརྗོད་ཞེས་པ་རེད་བཞིན་པ་འདི་མ་བརྗོད་པ་ཡིན་ན་མོ་རང་ཕལ་ཆེར་ཕལ་ཆེར། ལྡི་ལི་ནས་ཕ་ཕ་ཡུལ་ལ་བར་ཐོན་འགྲོ་དགོས་ས་ད་ཕ་ཡུལ་ལ་ཐོན་ཟིན་པ་ཡིན་ན་བརྗོད་ཐུག་གི་མ་རེད་བ། ཨ་ཅེ་ད་འཛམ་བུ་གླིང་ནང་ལ་གསོལ་པ་ག་འདྲ་ཅིག་འཇུས་པ་ཡིན་ན་གསོལ་པ་ཁོ་རང་གི་གསོལ་པ་ཡིན་ས་ཁས་ལེན་གི་མ་རེད་ལ་རྒྱ་གར་ཕར་ཕྱོགས་དེ་ཡིན་པ་འདི་ང་ཚོའི་ཏང་མ་ཡིན་ས་ཚུར་གང་ཁས་ལེན་གི་མ་རེད་སོང་ས་དེ་ཚོའི་གནས་དུས་ཚོད་ཡང་ང་ཚོའི་རྣམ་པ་ཚོ་མཁྱེན་པ་ཡིན་ན་ད་གཙོ་བོ་དགོན་སྡེ་ཁག་ཚོས་ཡི་གེ་དོ་སྣང་ཆེན་པོ་གནང་དགོས་ཡས་དེ་ད་ད་ལྟའི་དུས་ཚོད་ཛེ་དྲག་དེ་འདྲའི་ཅིག་ལ་རྒྱ་གར་ཁོ་རང་ཚོ་གི་གསུང་གོ་འདུག་ར་ངས་བཤད་པ་དེ་འདྲ་གས་མ་རྒྱ་གར་ཉེན་རྟོག་པ་དང་ཁོ་རང་ཚོ་ཇེམ་ཆུང་མིན་ན་ཁོ་རང་ཚོ་གི་ཤེས་ཡས་བྱས་པ་ན་ད་ལྟའི་དུས་ཚོད་དེ་འདྲའི་ཅིག་ལ་ད ྋགོང་ས་མཆོག་གི་སྐུའི་ཡང་སྲིད་ཐོག་ལ་འཛམ་བུ་གླིང་ནང་དུ་བགྲོ་གླེང་འགྲོ་བསྡད་ཀྱི་ཡོད་རེད་སོང་ཙང་དེ་འདྲའི་གི་དུས་ཚོད་ཅིག་ལ་ནི། ད་བོད་པའི་སྤྱི་ཚོགས་ནང་ལ་ཡ་ནང་ཆོས་ཁ་ལ་འཁྱིལ་ཅིང་རྒྱ་མི་གི་མི་དྲག་མི་དྲག་དེ་ཏང་ཡོངས་ཀྱི་སོང་ཙང་དགོན་སྡེ་ཁག་ཚོ་གི་གལ་ཆེན་པོ་བྱེད་ཅེས་ཞིབ་འཇུག་ནན་པོ་བྱེད་དགོས་ཡོད་དེ་གལ་ཆེན་པོ་ཞུ་བྱེད་རེད་དེ་འདྲའི་མ་བྱེད་པ་ཡིན་ན། དེ་ཡི་འཐུས་ཤོར་ཕྱིན་པ་ཡིན་ན ྋགོང་ས་མཆོག་གི་སྐུ་ཇག་ལ་ཡིན་དང་ཡིན་དེ་ཙམ་མ་ཡིན་པར་དགོན་སྡེ་ཁག་ལ་ཡིན་ན་མ་འོངས་པར་དཀའ་ངལ་འཕྲད་སྲིད་པ་རེད་ཟེར་ནས་རྒྱ་གར་གི་ད། ཉེན་རྟོག་པ་རེད་ཞིབ་འཇུག་མི་སྣ་གནད་ཡོད་མི་སྣ་ཁོ་རང་ཚོ་དེ་སྲུང་ཡོང་སོང་ཙང་དེ་ཁོ་ཚོ་ཡིས་ད་རྒྱ་མིའི་གི་གསོ་བ་དེ་གི་དེ་མིའི་གཙོ་བོ་དེ་གོང་ས་མཆོག་གི་སྐུ་ཡང་སྲིད་དང་ད་དེ་ཡང་སྲིད་དང་འབྲེལ་བའི་ཐོག་ན་འགོག་རྐྱེན་འགྲོ་གཞི་ག་རེ་ག་རེ་བཟོས་དགོས་ཀྱི་འདུག་དེ་ལྟར་མ་ཡིན་བོད་པའི་འཐབ་རྩོད་ཐོག་ལ་འགོག་རྐྱེན་ག་རེ་བཟོས་དགོས་འདུག་ཆ་ཤས་ག་རེ་ག་འདྲེ་འདུག་ད་དེ་དང་མཉམ་དུ་ལ་རྒྱ་གར་གི་གསབ་དྲག་དེ་འདྲེ་ད་དེ་མོ་མགོ་ཕྱི་འཁོར་སྒྲུབ་བྱེད་ཀྱི་རོ་ད་ལྟ་ཨ་ནེ་དེ་ལག་པ་ལ་ཆ་མཚོན་པ་ནི་ཁོ་ཚོ་འཇུས་པའི་སྐབས་སུ་ཡ་ཀུ་ཤུ་རྟགས་ཅན་ཁ་པར་དེ་ནས་གཉིས་བརྗོད་བཞག་ད་ག་ན་ཅང་རྒྱ་གར་གི་བེ་ཤ་དངུལ་ལོར་འབུམ་དྲུག་གི་ཞིག་ཏུ་ནེ་པ་ལི་དངུལ་ལོར་འབུམ་གཅིག་གིས་སོང་དེ་འདྲའི་ཞིག་ཨ་ནེ་དེ་ལགས་པ་བརྒྱུད་པ་རེད་ཅེས། དེའི་ཆེད་རྒྱ་གར་གྱི་ད་ས་ཁང་ཞེས་རྣམ་པ་ཚོ་ད་དེའི་ཉེ་དེ་རིང་དེར་གློ་བུར་དུ་རྣམ་པ་ཚོ་ལ་བརྙན་ཐུང་ཐུང་ཐུང་ཅིག་བཟོས་རྗེས་དེའི་བརྒྱུད་ནས་རྣམ་པ་ཚོ་ལ་གོ་རྟོགས་ཆེ་གང་འཕེལ་བའི་དམིགས་བསལ་གྱིས་ང་རང་ཚོ་ཡ་གི་དྷརམ་ས་ལ་ལ་ཡོད་མཁན་ཚོའི་དམིགས་བསལ་གྱི་འགན་འཁྱེར་བའི་ཐོག་ནས་དོ་སྣང་གནང་ཡས་རེད་ད་ག་ནང་ཚེ་ང་རང་ཚོ་ད་གཞིས་ཆགས་ཁག་དང་ཡོད་པའི་གདན་ས་ཁག་ཤེས་གྲགས་ཁག་མཁན་པོ་མཁན་པོ་ཁག་ད། ཆ་ཚང་གི་དམག་རྒྱལ་གྲི་མང་ཚོགས་ཡིན་པ་ཡིན་ན་ཅིག། གྲྭ་ཆས་གྱོན་པ་ཙམ་གྱིས་ཡང་ཅིག་དེ་སེམས་པ་དེ་ནི་ནང་ཆོས་ལ་དད་པ་ཡོད་པའི་ཁ་བ་རེད་ད། དེ་ག་རེ་ཡིན་པ་ང་ཚོ་ངེས་པ་མེད་དུས་རྣམ་པ་ཚང་མས་གཟབ་གཟབ་གནང་དགོས་གཅིག་དེ་ག་རེ་དེ་འདྲས་གཅིག་དང་གཉིས་ནས་གཅིག་དེ་ག་རེ་ཡོང་ཁུལ་དུ་ཞུགས་པ་ཡིན་ན་རྒྱ་གར་ས་ག་ལ་དེ་འདྲས་མང་པོ་ཅིག་གིས་རྒྱ་གར་ནང་ལ་འཛུལ་བྱང་དུ་དཔེ་ཤག་དངུལ་དངུལ་བརྗེ་ལེན་དངུལ་བརྗེ་ལེན་བྱེད་ཀྱི་ལས་ཀ་དེ་འདྲས་ཡོད། དཔེར་ན་དེ།